དེ་འདས་ཚེས་བཅུ་བདུན་ཉིན་ཁེ་ན་ཏྲའི་རྒྱལ་ས་ཨོ་ཏྲ་བྷ་ཡི་གྲོས་ཚོགས་ཀྱི་ནང་དུ་དབུས་གྲོས་ཚོགས་ཀྱི་འཐུས་མི་དང་ལྷན་དུ་བོད་མི་ཚོས་བོད་དོན་ཞུ་གཏུག་གནང་སོང། མིའི་ཞུ་གཏུག་ནང་མཉམ་ཞུགས་གནང་མཁན་གཞོན་སྐྱེས་ཁག་ཅིག་ལ་དེ་རིང་ཞུ་གཏུག་དང་འབྲེལ་ཁོང་རྣམ་པའི་མྱོང་ཚོར་འགྲེལ་བརྗོད་གནང་རྒྱུ། བཀྲ་ཤིས་ལགས་ངའི་མིང་རྡ་སུ་ཡིན། ངའི་མིང་ཏན་ན་ཡིན།
ངའི་མིང་རིག་འཛིན་ཡིན། དེ་རིང་ང་ཚོ་བལ་བོ་ངེ་ཡིན། and དེ་རིང་ང་ཚོ MP མོནོ་ཧྥ་རན་ཆའི་ངམ་དུ་སྐད་རྒྱག་བྱེད་ཡིན། MP མོནོ་ཧྥ་རན་ཆའི་ངམ་དུ་བསྟན་འཇལ་སློབ་གྲྭ་ལ་སྐད་རྒྱག་བྱེད་ཡིན། ལ་རྒྱ་ནག་གཞུང་ང་ཚོ་བོད་པ་སྤུ་གུ་ས་ཡ་གཅིག་ལ། བོད་ནང་ལ། ཐོས་པ་ཕུ་གུ་ནང་ལ་ནང་ལ་ཐོས་བྱས་ཨ་ནི་ཐན་རྒྱ་སློབ་གྲྭ་ནང་ལོ་ཆུད་ཀྱི་ཡོད་རེད།
བོད་ནང་ལོ་ལ་བོད་པ་པུ་གུ་ང་ཚོ་འདྲ་བོ་གོ་སྐབས་ཡོད་མ་རེད་ཨ་ནི་ང་དཔེ་སེམས་པ་སྐྱོར་སོ། དེ་ཕྱི་ནི་ང་ཚོ་ཨེམ་ཕི་མོ་ན་ཧྥན་ཆེ་མཉམ་དུ་རྒྱབ་སྐྱོར support

སེམས་འཚབ་སྤྲོ་རྒྱུ་ཆགས་སྲིད་ནས། ནི། ཁོ་སྙམ་དུ། ཨེམ་ཕི་ལ་འདི་སྙམ་དུ། ནི། སྐད་ཆ་བཤད་དུས་ཙམ་པ། ནི། པས། ཁོ་རང་ཡང་སེམས་པ་བཟང་པོ་བྱས། མས། ནི། སྐད་ཆ་བཤད་དུས་ཙམ་པ། པས། དེ་ལྟ་བདེའུ་འདུག་སྐད་ཆ་བཤད་སྟངས་ཞིག་ཡོད་མ་རེད། འོང་འདི་གི། པས། ནི་སོ་སོ་གས་དེའུ་ཆ་ཡི་འཇོག། སྐད་ཆ་བཤད་དུས་ཙམ་པ། འོང་འདི་ཆ་སོ། ལྟ་བྱེད་ལས་ཚང་མ་ལོ། ངའི་མིང་ལ་བསྟན་ཟིན་སློབ་ཟིན།

པཎ་ཆེན་རིན་པོ་ཆེ་ཨ་ནི་དེ་བོད་པ་ཨིན་དི་ཡ་དང་ནི་པ་ལ་ཁོང་ཚོ་དེ་ཤོག་ཁོག་བྱས་འདུག་ང་བོ་དེ་བི་ལ་སྐད་ཆ་བཤད་དེ་རོགས་པ་བྱེད་ད་ལ་ཡིན། ང་བོད་པ་གྱི Residential School System དེ་སྐོར་ལ་སྐད་ཆ་བཤད་དེ Canada གཞུང་ལ་དེ Reaffirm བྱེད་ད་ལ་ཡིན་དེ་བོད་དེ་སོ་སོ་ག་གྱི་བོད་བོད་བོད་རང་རེད་ལ་ཡ་དེ། དེ་རིང་ཨེམ་པི་རྣམ་རྟོག་སྐད་ཆ་བཤད་དུས་ད་པེ་ཕིལིང་པྲའུད་ལེ་དོ་སིན་སི་དེ། ང་ཚོ་ཚང་མ་དེ་བོད་པ་རེད་ད། ང་ཚོ་བོད་པ་དེ་ཚོ་བོད་སྐོར་ལ་མ་ཤེས་ན་ད་སུ་ཤེས་ཡི་རེད་སིན་སི་དེ། ང་རང་བོད་པ་ཡིན་ནི་ད་པེ།

ག་རེ་དོ་སྣང་ཡོད་རྒྱུ་དང་རྒྱབ་སྐྱོར་ཚང་མ་ཡོད་ལ་སོ་ཁོ་རང་འོན་ཏེ་ལ་ཕོད་དཀའ་ལས་མང་པོ་རྒྱག་ལས་མང་པོ་འཛུལ་ཞུགས་འགྲོ་ཆེད་མང་པོ་བྱུང་ཤག། གུས་པ་མིང་ལ་བློ་བཟང་ཕན་བདེ་ཆེ་ཨ་ནི་ང་དེ་ས་གནས་ཁྲོ་རོན་ཁྲོ་ནས་ད་ལྟ་དེ་ཨོ་ཀྲ་བ་ལ་ཨ་ནི་དེ་ལ་ཞུ་གཏུག་བྱེད་ཁར་ཕེབས་ཡིན་ར་དེ་ལ་ཨ་ནི་ང་ཚོ་ཞུ་གཏུག་བྱེད་ཁར་དེ་གུས་པ་རྒྱུ་མཚན་གཙོ་བོ་དེ་ད་ལྟ་དེ་ང་ཚོ་གི་ཨེམ་པི་གྲོས་ཚོགས་འཐུས་མི་ཨེ་ཝེན་སྦེ་ཀེར་ལ་ག་རེ་ཞུས་པ་ཡིན་ཟེར་ན། ད་ལོའི་ལོ་དེ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ལ ྋགོང་ས་མཆོག་གི་སྐུ་སྟོན་ཉིན་མོ་དེ་བྱམས་བརྩེ་གྱི་ལྟེ་ལ་ཨ་ནེ་ཅིག་གྲོས་ཚོགས་ནང་ལ་ཡ་ཅིག་ཨ་ནེ་ཆེ་མཐོང་སྤྲད་རོགས་ཞེས་ནན་འདྲི་ཞུས་པ་ཡིན་སྙམ་དུ་ང་ཚོ་དོན་ཚོད་ལྔ་བཅས་ཡར་ཕུད་བཞག་ཡོད་འདྲི་ཞུ་ཡ་ཡིན། ཨ་ནེ་ཕྱོགས་ཡོངས་ནས་ད་ལྟ་ཞུ་གཏུག་དེ་ཡག་པོ་བྱུང་ཟེར། ཕྱོགས་ཡོངས་ནས་ཧང་སང་ཡག་གི་དེ་ག་ལོག་རེད་ཅུག་ཐོན་མི་ངོ་ནས་དཔལ་ཀུང་སི་བའི་རྒྱབ་སྐྱོར་དཔེ་ཡག་པོ་གནང་སོང་ལ་འདྲི་ཞུ་ཡ་ཡིན། གནས་ཚུལ་འདི་ཕྱོགས་བསྒྲིགས་གཞུང་གཉིས་དབུས་རྒྱུན་དྲ་ལ་ཡིན་ཁེ་ན་ཏའི་རྒྱལ་ས་ཨོ་ཏོ་བ་ནས།